རེད་རེད་ད་ལས་རྒྱུ་འབྲས་གསལ་ཏེ་ང་ཚོ་དེ་ག་ཁ་ནས་འདི་ལས་འབྲས་རེད་འདི་འབྲས་རེད་ཨོ་ཨོ་དེ་ཡང་ལས་འབྲས་རེད་དེ་གའི་ལས་རེད་ཟེར་ཡག་དེ་འོ་མ་ཡིན་པ་ལས་འབྲས་ཕྲ་རགས་ལ་ཡང་བསམ་བློ་གཏང་དགོས་ཀྱི་ཡོད་རེད། ལས་འབྲས་ཕྲ་རགས་ལ་བསམ་བློ་བཏང་ཡོད་དུས་དེ་ནས་ཅིག་གིས་སྡིག་པ་སྲོག་ལ་བབ་ཅིང་ཡང་བྱེད་མི་ཕོད་པ་ཅིག་བྱས། འགལ་བ་དེ་ཅིག་གིས་ཆུང་ཆུང་ཞིག་ཡིན་ན་ཡང་དེ་ཡལ་བར་མ་དོ་ལས་བསྒྲུབ་དགོས་ཡ་དེ་འདྲ་ཡིན་དུས་བསམ་པ་ལ་འགལ་བ་སྒྲུབ་པ་དེ་མི་གཏོང་མི་རུང་བ་ཡིན་པ་སྡིག་པ་སྤང་དགོས་ཡ་དེ་གལ་ཆེན་པོ་ཡིན་པ་རྒྱུ་མཚན་ལ་བསམ་བློ་བཏང་ནས་གང་ལྟར་འགལ་བ་སྒྲུབ་པ་ལ་སྤྲོ་བ་ཡོད་པ། སྡིག་པ་སྤོང་བ་ལ་སྤྲོ་བ་ཡོད་པ་ཅིག་ཤེས་རབ་ཀྱིས་དྲངས་པའི་ལས་འབྲས་ལ་ཡིད་ཆེས་པའི་གྱི་ལྟ་བ་ཞིག་དགོས་ཀྱི་འདུག་པ་དེ་གལ་ཆེན་པོ་རེད་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱིས་བདེ་ཆེན་ཉིད་ཕྱིར་ཆོས་ལ་བརྟེན་ཤེས་རབ་བརྟེན་ཅེས་ཡང་དག་རིགས་ཁ་ཚང་ཞིག་ཞུས་པ་ཡིན་པ་བདེ་ཆེན་ཉིད་ཕྱིར་ཆོས་ལ་བརྟེན་ཤེས་རབ་བརྟེན་ཅེས་ཡང་དག་རིགས་འདི་ཉིད་གཙོ་བོ་ཤེས་རབ་སྟེ་དེ་སྔོན་འགྲོ་བ་དད་པ་ཡིན་ཞེས་གསུངས་ཡོད་དུས་གཙོ་བོ་ཤེས་རབ་རེད་ཡིན་པའི་རྒྱུ་མཚན་དེ་ཐམས་ཅད་བྱེད་པ་ཐོབ་པར་བྱེད་པ་ལ་ཤེས་རབ་ཀྱི་དངོས་རྒྱུ་རེད་དངོས་རྒྱུ་དེ་ཤེས་རབ་རེད་མ་གཏོགས་དད་པ་མ་རེད་ཡིན་ན་ཡང་དེ་འདྲའི་གི་ཅིག་དད་པ་སྐྱེ་བ་ལ་སྔོན་དུ་ག་རེ་འགྲོ་དགོས་ཟེར་ན། དེ་ཕྱིན་ངེས་ཅན་ཤེས་རབ་དེ་ཤེས་རབ་འདི་གཉིས་གཙོ་བོ་ཤེས་རབ་དེ་དེ་སྔོན་འགྲོ་བ་ཟེར་དུས་ལས་འབྲས་ལ་ཡིད་ཆེས་པའི་ལྟ་བ་དེ་དགོས་ཀྱི་རེད། ལས་འབྲས་ལ་ཡིད་ཆེས་པའི་གི་དད་པ་ཡིན་དྲན་ལས་འབྲས་ལ་ཡིད་ཆེས་པའི་དད་པ་དེ་ཞེ་དྲག་གལ་ཆེན་པོ་ཡིན་པ་ཡིན་དུས་ད་ལྟ་ཡང། ཐུན་མོང་གི་སྔོན་འགྲོའི་སྐབས་སུ་ལ་འཆི་བ་མི་རྟག་པ་ལས་རྒྱུ་འབྲས་ཟེར་ཡག་དེ་སླེབས་ཀྱི་འདུག་བ། དེ་ནས་ཞི་བ་དེ་འཁོར་བའི་ཉེས་དམིགས་རེད། འཁོར་བའི་ཉེས་མེད་སེང་གེ་དང་མདོར་ན། ཚིག་གི་མི་དང་ལྷ་དང་ལྷ་མ་ཡིན་ལ་སོགས་པའི་གིས་མདོར་ན། འགྲོ་བ་རིས་དྲུག་འདི་ག་བར་གསུངས་པ་ཡིན་ན་ཡང་གང་དུ་སྐྱེས་པ་ཡིན་ན་ཡང་ལས་ཉོན་གྱི་ཞེན། ལས་ཉོན་གྱི་དབང་གིས་སྐྱེས་པ་རེད། ལས་ཉོན་གྱི་དབང་གིས་སྐྱེས་པ་ཟེར་དེ་ལ་རང་དབང་མེད་པ་རེད་རེད་འདུག་བ། བསམ་བཞིན་པའི་ཀླད་པ་མ་རེད་ཀོ་ཞེས་ལས་འབྲས་ཀྱི་ལས་ཉོན་གྱིས་འཕངས་ཡོང་བ་རེད་ད་དེ་འདྲ་ཡིན་དུས་ཚིག་གིས་རང་ལ་རང་དབང་མི་འདུག་བ། ན་ཡ་དེ་ཡང་སོ་སོར་རང་དབང་མི་འདུག་སྐྱེ་བ་ལ་སོ་སོར་རང་དབང་མི་འདུག། རེད་འདུག་བ། ད་ག་ན་ཞིག་གི་རྒས་པ་ལ་སོ་སོ་རང་དབང་མི་འདུག་འཆི་བ་ལ་རང་དབང་མི་འདུག་མདོར་ན་ཁམས་གསུམ་འཁོར་བ་འདིའི་ནང་ལོང་ལ་ཡང་སྡུག་བསྔལ་དོའི་དགྲ་ལ་ཡུན་རིང་བ་རྣམ་སྨིན་སྣ་ཚོགས་ཡོད་བསྡད་པ་དེ་སོ་སོ་གི་གདམ་ག་མི་འདུག་རེད་འདུག་བ། ད་གདམ་ག་ཡོད་པ་དེ་ག་རེ་ཟེར་ན་སེམས་ལ་དབང་ཐོབ་པ་ཞིག་དགོས་ཀྱི་འདུག་སེམས་ལ་དབང་ཐོབ་ནས་ཤི་ཚར་བའི་རྗེས་སུ་ལ་གང་འགྲོ་ག་འདོད་ལ་རང་དབང་ཡང་ངན་ཅིག་ཡོད་པ་ཡིན་ན་ནི་སུ་ལོ་ག་རེད་ད་ག་འགྲོ་ག་འདོད་ལ་རང་དབང་མེད་ཚར་བའི་ཞུགས་པ་དེ་ལ་ང་ཚོ་སྐྱབས་བཅོལ་དགོས་ཀྱི་འདུག་སྐྱབས་དེ་སུ་ལ་བཅོལ་དགོས་ཟེར་ན་དམ་པའི་ཆོས་ལ་བཅོལ་དགོས་ཀྱི་འདུག། ཆོས་བསྒྲུབ་དགོས་ཀྱི་འདུག་ཆོས་རྣམ་པར་དག་པ་ཅིག་བསྒྲུབ་དགོས་ཀྱི་འདུག་རྣམ་པར་དག་པ་ཟེར་ཏེ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཞེ་འདོད་དང་ལག་ལེན་མཚུངས་པ་ཅིག་ཐོག་ནས་བསྒྲུབ་དགོས་ཀྱི་འདུག་ག་འོ་དེ་འདྲ་ཡིན་དུ་ད་ད་ལྟ་བཅོམ་ལྡན་འདས་ཀྱི་མདོ་ཚན་དེ་ཚོ་རྣམས་ལ་དེ་ད་གཙོ་བོ་སོང་ཡོད་རེད། ལས་འབྲས་ཀྱི་ཚུལ་བསམ་གྱིས་མི་ཁྱབ་པ་ཡིན་པ་ད་ག་ནང་བཞིན་གྱི་ཅིག་མི་དག་པའི་ཚུལ་ལ་ཡང་བློ་སྦྱང་དགོས་ཀྱི་ཡོད་པ་དལ་འབྱོར་ཟེར་ཡག་དེ་གལ་ཆེན་པོ་ཡིན་པ་རྒྱུ་མཚན་མང་པོ་འདུག་དེ་ཚོ་ལ་བསམ་བློ་བཏང་དགོས་ཀྱི་འདུག་ག།

ད་དེ་རེད་བ། ད་དེ་འདྲ་བྱས་པ་ན་དེ་མགོ་བཙུགས་ས་དེ་ད་ལྟ་ཐུན་མོང་གི་སྔོ་འགྲོ་དེ་ཚོ་དྲན་ནས་མགོ་བཙུགས་ཡོད་པའི་སྐབས་སུ་ལ་ད་ནི། བློ། བློ་སྦྱོང་ཟེར་རེད་བ། བློ་སྦྱོང་ཟེར་བའི་སྐབས་སུ་ལ། སྦྱོང་ཟེར་ཡ་ཟེར་དེ་ག་རེ་ཟེར་ན་བློ་དེ་ལ་གོམས་དགོས་ཀྱི་ཡོད་རེད། ཕྱིན་ཅི་ལོག་པའི་གི་བློ་དེ་ཆགས་སོགས་ཉོན་མོངས་པའི་བློ་དེ་ད་ལྟ་བར་དུ་ང་ཚོ་གོམས་བསྡད་པ་རེད། མ་རིག་པ་དང་བདེན་འཛིན་གྱི་བློ་ཡིས་གཙོ་བོ་བྱས་བྱས་ནས་ཆགས་སོགས་ཉོན་མོངས་པའི་བློ། མདོར་ན་ཕྱིན་ཅི་ལོག་པའི་གི་འདུ་ཤེས་དང་ཕྱིན་ཅི་ལོག་པའི་གི་ཀུན་རྟོག། འོ་དེ་ཚོ་བྲིས་ན་ང་ཚོ་གོམས་བསྡད་ཡོད་རེད། ད་དེ་འདུ་ཤེས་དེ་བསྒྱུར་དགོས་ཀྱི་ཡོད་རེད། དེ་ཁ་ཕྱོགས་བསྒྱུར་དགོས་ཀྱི་ཡོད་རེད་ཕྱིན་ཅི་ལོག་པ་ལས་ཚུར་ལྡོག་བྱས་ནས་ཕྱིན་ཅི་མ་ལོག་པའི་ལམ་ལ་འགྲོ་དགོས་ཀྱི་ཡོད་རེད་ཡང་མ་དག་པའམ་རྣམ་པར་མ་དག་པའི་གི་ལམ་ནས་ཚུར་ལྡོག་བྱས་ནས་རྣམ་པར་དག་པའི་ལམ་ལ་འགྲོ་དགོས་ཀྱི་ཡོད་རེད་དེ་འགྲོ་ཡ་ལ་སོ་སོའི་དེ་འདྲའི་གི་གཅིག་གི་ལམ་ཕྱིན་ཅི་མ་ལོག་པ་དང་འབྱུང་ཉེས་དཀའ་བ་འཆི་བ་མི་རྟག་པ་ལས་བྱུང་འདྲ་ལས་བསམ་བློ་བཏང་ཡོད་འདུག་དེ་ནི་བག་ཡོད་པ་ཆགས་ཐུག་འདུག་བ། བག་ཡོད་པ་ཨ་འུ་ད་དུས་ཚོད་འཕྲོག་ལ་བཏང་ལོང་མི་འདུག་སྐད་ཆ་གི་ཆའམ་གང་བྱུང་མ་བྱུང་བཤད་ཡ་མི་འདུག་ཕག་ཚོ་འཁྱམས་ནས་སེམས་ནི་གཡེང་བ་བྱས་ནས་རྣམ་གཡེང་འདི་འདྲ་ཞིག་བྱས་བསྡད་པ་ན་དེ་དུས་ཚོད་མི་འདུག་ཨ་ཡེ་ད་ད་ལྟ་ཤི་བ་ཡིན་ན་ད་ནི་ཅིག་ཤི་བའི་རྒྱལ་ལ་ལས་འབྲས་ཀྱི་ག་རེ་འགྲོ་ཡ་དེ་མ་གཏོགས་སོ་སོ་ལ་རང་དབང་མི་འདུག་ད་གཟབ་གཟབ་བྱས་ཡ་བོད་ལ་ཡ་ཡ་འགྲོ་མ་འགྲོའི་ས་མཚམས་ད་ག་ས་བས་དཀྱོག་མཚམས་ཟེར་ཡ་ཞིག་རེད་ད་ལྟ་སོ་སོ་གི་ལ་རང་དབང་ཡོད་ད་ད་སོ་སོ་ལ་ཡ་དབང་ཆ་ཡོད་སོ་སོ་ལ་དུས་ཚོད་ཡོད་ཁོམ་པ་ཡོད་པའི་སྐབས་ལ་ཅིག་ཉམས་ལེན་ཅིག་བྱས་མ་ཐུབ་ན། ད་སང་ཉིན་ཉེ་སེར་ནང་ལ་ཡང་སླེབས་ཚར་བའི་ཞུ་སྒོ་དེ་ལ་ད་ལ་མ་གཅིག་གདན་འདྲེན་ཞུས་ཞུ་གཉིས་གདན་འདྲེན་ཞུས་ཞུ་ཟེར་བ་ཡིན་ན་དུས་མ་ཡིན་པ་ཟེར་གྱི་རེད་དེ་ལ་ཕྱིར་དྲག་པ་རེད་དཀའ་ལས་ཁ་པོ་ཡོད་རེད་དེ་དུས་ད་ནས་ལག་པ་བྲང་ལ་ཐབ་ཡར་འདྲ་པོ་དང་དེ་བྱས་དེ་ནས་མི་གི་ཅིག་བལྟས་པ་ཡིན་ན་ཡང་གཅིག་གི་ཨ་ཁ་འདི་མི་སྲིད་ཁོ་རང་ལ་ཡང་གཅིག་གི་བླ་མ་བསྟེན་ཡིན་ཟེར་གྱི་འདུག་ཉམས་ལེན་བྱེད་ཡིན་ཟེར་གྱི་སྐད་ཆ་མང་པོ་བཤད་ཕོད་ཀྱི་འདུག་ད་ཡིན་ན་ཡང་འགག་ལ་ཐུག་པའི་སྐབས་ལ་ཁག་པོ་འདུག་བ་བསམ་བསམ་རེ་བ་ཅིག་མི་གཞན་པ་ཡང་བློ་གཅིག་གིས། སེམས་ཕམ་ཡག་བཏང་དེ་དེ་འདྲ་བྱས། ང་རང་ཡིན་ན་ཡང་གཅིག་ད་སྔའི་དུས་ཚོད་འཕྲོ་བརླག་མང་པོ་ཞིག་བཏང་འདུག་བསམ་པས་གཅིག་གིས་ཆོས་མང་པོ་ཅིག་ཞུས་མྱོང་བལྟས་མྱོང་སློབ་སྦྱོང་བྱས་མྱོང་མང་པོ་ཅིག་ཐོས་མྱོང་ཡོད་དེ་ཡིན་ན་ཡང་དོན་ཡོད་ལག་ལེན་གྱི་ཐོག་ལ་ངས་བསྐྱེད་ཐུབ་མི་འདུག་བསམ་པས་བསམ་བློ་ཅིག་བཏང་བསམ་བློ་ཅིག་སླེབས་ཡོང་དུས་ད་ནི་ཁག་པོ་འདུག་བ་ད་ད་ལྟ་ང་ཚོར་དུས་ཚོད་ཡོད་གཅིག་གིས་ག་ལ་གང་འཚམ་ཅིག་དུས་ཚོད་ཡོད་བསྡད་པ་དཀའ་ངལ་མེད་བསྡད་པ། ལུས་ཡང་གཅིག་ནད་འདྲ་མི་འདྲ་གིས་བཙས་མ་བསྡད་པ་བྱས། དེ་ནི་སེམས་ཀྱི་ཐོག་ལ་ཡིན་ན་ཡང། སྒྲུབ་སྡིག་སྤོང་གི་ཐོག་ལ་ཡང་བསམ་བློ་འདོད་ཤེས་ཡོད་བསྡད་པ། ཆོས་ཟེར་ཡ་དེ་སྒྲུབ་དགོས་ཀྱི་ཡོད་པའི་བསམ་བློ་འདི་ཡོད་པ་དུ་ལྟ་ཆོས་རྣམ་དག་ཞིག་སྒྲུབ་ཅེ་ན་དེང་སང་ཉིན་ལྟ་དུས་ཚོད་ཐོག་ལ་སླེབས་ཡོང་དུས་བློ་མ་འཆོལ་བ་ཅིག་རེད་འདུག་བ། དྭགས་པོ་རིན་པོ་ཆེ་ལ་ཡང་འཆི་བ་ཆོས་པ་རབས་ཤི་བའི་གི་ཚུལ། ཆོས་པ་འབྲིང་འཆི་ཚུལ་ཆོས་པ་ཐ་མ་འཆི་ཚུལ་ཟེར་ནི་མང་པོ་ཡོད་རེད་བ། བདག་པོའི་ཚོགས་ཞོལ་ནང་ལོགས་ལ་དེ་འདྲ་ཡོད་འདུག་ད་རབ་བྱུང་པ་ཡིན་ན་འཆི་བ་རབ་འཆི་ཚུལ་སྒུག་གི་ཡོད་རེད་དེ་ལྟར་མ་བྱུང་ན་ཡང་འཆི་བ་འབྲིང་དང་ཐ་མང་ཅིག་འཆི་ཚུལ་ཅིག་བྱུང་པ་ཡིན་ན་བློ་མ་འགྱོད་པ་ཅིག་ཡོང་གི་རེད་བ་ཨོ་དེ་འདྲ་ཡིན་དུས་དེ་བྱས་པ་ཡིན་ན་ད་ཡག་པོ་ཡོད་རེད་ངས་ཁ་ཚོན་ཁོ་མ་ཞུས་པ་ཡིན་པ་ང་ཚོ་ཚུལ་ཁྲིམས་སྲུང་ཚུལ་ཁྲིམས་སྲུང་ཟེར་ཡ་དེ་དེ་རང་རེད་ཟབ་ཟབ་བྱས་ཡ་དེ་ལ་ཚུལ་ཁྲིམས་སྲུང་ཟེར་གྱི་ཡོད་རེད་སྡིག་པ་སྤང་སྐྱེ་བ་སྒྲུབ་པ་དེ་ཚུལ་ཁྲིམས་སྲུང་བ་རེད། འདི་ག་རེད་བསམ་ན། ང་ཚོའི་འདི་དུས་ཚོད་འདི་ག་བར་འཕྲོ་བརླག་འགྲོ་གི་ཡོད་ཟེར་ན་རྣམ་གཡེང་གི་འཕྲོ་བརླག་འགྲོ་གི་ཡོད་རེད། ད་ང་ཚོ་རྣམ་གཡེང་ཤ་སྟག་རེད་བ། མཚམས་གཅིག་བསྡད་པ་ཡིན་ན་ཡང་ད་གཟུགས་པོ་དེ་ཡག་གི་མཚམས་ཁང་ནང་ན་འཛུལ་བསྡད་པ་རེད་བ་དུ་སེམས་པ་འདི་འཛམ་བུ་གླིང་བསྐོར་འགྲོ་འདི་ཡོད་རེད་འདུག་བ། ག་ས་ག་ལ་སླེབས་འདི་ཡོད་རེད་སེམས་པ་དེ། དེ་འདྲ་ཡིན་དུས་མཚམས་ཡག་པོ་ཆགས་མ་སོང་བ། ད་མཚམས་བསལ་ཡག་དུས་ལུས་དང་ངག་ཡིད་གསུམ་ཀ་དེ་གཅིག་ཏུ་བསྡོམས་བྱས་ནས་ས་གནས་གཅིག་གི་ཉམས་ལེན་གྱི་ནང་ལ་བར་འགྲོ་ཨི་ཐུབ་ད་ཐུབ་བ་ཡིན་ན་དེ་མཚམས་རེད་བ། འོ་དེ་རེད། ད་དཔེ་ཆ་གཅིག་བལྟས་པ་ཡིན་ན་ཡང་ང་ཚོ། ད་ངེད་པོ་གཅིག་གིས་གཞུང་དཔེ་ཆ་བལྟས་པ་ཡིན་ན་རེད་ག་རེ་དཔེ་ཆ་བལྟས་ཀྱི་ཡོད་ན་ཡང་གཅིག་གིས་དཔེ་ཆ་དེ་མདུན་ན་ཡོད་པའི་སྐབས་དེ་ལ་གཅིག་བལྟས་པ་རེད་མ་གཏོགས་ཁོ་སེམས་དེ་དེ་འདྲ་ལ་ཚུད་མ་ཐུབ་ཡོང་དུས་ད་ལྟ་དཔེ་ཆ་ཁ་བརྒྱབ་ཚར་དུས་དཔེ་ཆ་བརྒྱབ་ཚར་བའི་ཤུགས་ད་ཡང་སེམས་པ་དེ་སྔོན་མ་ནང་ལྟར་རེད་དེ་ག་རེ་ཟེར་ན་ནང་དོན་དེ་སེམས་ན་བཞག་མ་ཐུབ་པར་བ་གྱིས་ཟེར་ཡག་དེ་ང་ཚོ་བྱེད་ཐུབ་ཀྱི་ཡོད་མ་རེད་འདི་རྣམས་ལ་མ་བྱེད་ཟེར་ཡག་དེ་ནི་ང་ཚོ་བྱེད་བསྡད་ཀྱི་ཡོད་རེད་ད་དེ་འདྲ་ཡིན་དུས་དཔེ་ཆ་བལྟས་ན་ཕན་ཐོགས་བྱུང་མ་སོང་ང། དེ་འདྲ་ཡིན་དུས་དྭགས་པོ་རིན་པོ་ཆེ་གིས་གསུང་བ་རྣམས་པར་ཐོས་བསམ་སྒོམ་སོགས་འཁྲུངས་མར་བྱས་པ་དེ་དམ་པའི་ཆོས་ཀྱི་གནད་མ་ནོར་བ་ཡིན་ཟེར་ཡ་དེ་འཁྲུངས་མར་བྱས་ཡ་དེ་ཐོས་པ་ཡང་བྱས་བསམ་པ་ཡང་བྱས་སྒོམ་པ་ཡང་བྱས་སྙམ་དུ་ལ་ཡང་འདུག་ཟེར་གྱི་ནོན་འགྲོ་ཐུབ་ན་ཆོས་ཉམས་ལེན་བྱས་དང་མ་ནོར་བ་རེད་ཟེར་ཡ་དེ་ལྟ་དེ་རེད་དམ་པའི་ཆོས་ཀྱི་གནད་མ་ནོར་བ་དེ་རེད་འདུག་བ་འོ་དེ་འདྲ་ཡིན་དུས་ཁ་ཚང་ངས་གོང་དུ་ཤོད་པ་ལྟ་བུ་རེད་ཚུལ་ཁྲིམས་ཟེར་ཡ་དེ་ག་རེ་ཟེར་ན་རྣམ་གཡེང་གི་རྣམ་གཡེང་རྣམ་པར་གཡེང་བ་ལས་ལྡོག་པའི་ཀྱི་ཐབས་རེད། ད་ང་ཚོ་སྐྱོན་དེ་རྣམ་པར་གཡེང་བ་དེ་ཡོང་གི་ཡོད་རེད་རྣམ་གཡེང་ལྡོག་པ་ལ་རྣམ་གཡེང་དེ་བར་ལྡོག་བྱེད་ལ་ཐབས་ཡག་ཤོས་དེ་བག་ཡོད་པ་རེད་བག་ཡོད་པ་ལ་ཡག་ཤོས་དེ་ག་རེད་ཟེར་ན་ཚུལ་ཁྲིམས་སྲུང་ཡ་དེ་རེད་འོ་དེ་འདྲ་ཞིག་རེད་འདུག་བ་འོ་དེ་འདྲ་དེ་གལ་ཆེན་པོ་རེད་དེ་ནས་དེ་གཙོ་བོ་གཅིག་དེ་ག་རེ་བཏོན་འདུག་ཟེར་ན།

དེས་ན་མི་ལུས་ཐོབ་པ་དང་རྒྱལ་སྒོམ་རུང་བ་དེ་ལྟ་བུ་བཀོད་ན་ནམ་ཞིག་འབྱུང་བར་འགྱུར་རོ་ཟེར་ནས་གསུངས་ཏོ། དེ་ཐུགས་ལ་ཡོད་ན་དཔེར་ཡག་པོ་ཡོད་རེད། དེ་བཞིན་གཤེགས་པ་འབྱུང་བ་དང་ཟེར་དུས་འཇིག་རྟེན་གྱི་ཁམས་ལ་དེ་བཞིན་གཤེགས་པ་འབྱུང་བ་དེ་དཀོན་པོ་རེད་གསུང་བར་བ་ཁ་སང་སྔོན་མ་ཡི་ལུང་གཅིག་དྲངས་པ་ཡིན་པ་མདོག་གིས། དེ་བཞིན་གཤེགས་པ་འབྱུང་བ་དང་ཟེར་དུས་དེ་བཞིན་གཤེགས་པ་འབྱུང་བ་དཀོན་པ་ཡིན་པ། ག་དུས་ཡིན་ན་ཡང་ཕེབས་ཀྱི་མ་རུ་ང་ཚོ་ད་དེ་བཞིན་གཤེགས་པ་རྒྱ་ལམ་མ་གཏོགས་ཕེབས་ཀྱི་མི་འདུག་ད་ལྟ་ང་ཚོ་སྟོན་པ་ཤར་ཕྱོགས་ཐུབ་པའི་འཁོར་གྱི་གདུལ་བྱ་ལ་གྱུར་པ་རེད་སྐལ་བ་བཟང་པོ་རེད་ད་ག་དུས་ཡིན་ན་ཡང་འབྱུང་གི་མ་རེད་བསམ་པའི་བསམ་བློ་བཏང་ཡོད་དུས་དེ་བཞིན་གཤེགས་པ་འབྱུང་བ་དང་དེ་བཞིན་གཤེགས་པ་འབྱུང་དཀའ་ལས་ཁག་པོ་ཡིན་པ་ལ་བསམ་བློ་བཏང་དགོས་རེད་དེ་དང་གསུམ་དུ་དེ་བཞིན་གཤེགས་པ་འབྱུང་བ་ཙམ་ཞིག་ཕེབས་ཀྱི་མི་འདུག་དེ་བཞིན་གཤེགས་པའི་བསྟན་པ་རྒྱས་སུ་དེད་པ་དགོས་ཀྱི་འདུག། དེ་འདྲ་བ་དེ་དང་ཟུར་དུ་དད་པ་དཀོན་པ། དེ་བཞིན་གཤེགས་པ་འབྱུང་བ་དཀོན་པ། དེ་དང་ཟུར་དུ་དེ་བཞིན་གཤེགས་པ་འབྱུང་ན་ཡང་དེ་བཞིན་གཤེགས་པའི་ཀྱི་ཆོས་ཀྱི་སྒོ་ལ་དད་པ་རྣམ་དག་ཅེས་ཀ་ལེ་ཧ་བུ་ཡིན་པ་དེ་འདྲ་ཡིན་དུ་དེ་དང། མི་ལུས་ཐོབ་པ་དང་དང་བ་བརྒྱད་དང་སྦྱོར་བ་བཅུ་ཚང་བའི་མི་ལུས་རིན་པོ་ཆེ་དེ་ཡང་ཐོབ་ཀ་ལེ་ཧ་བུ་ཡིན་པ་ད་རྒྱུ་དཔེ་གྲངས་ལ་སོགས་པ་བཅུ་འཇུག་ནང་ལ་མང་པོ་ཡོད་རེད་དྭགས་པོ་མཐར་ཕྱིན་ནང་ལ་ཡོད་རེད་ད་ལམ་རིམ་དེ་ཚོ་ཕལ་ཆེ་བ་ནང་ལ་ཡོད་ཡོད་པ་རེད་དེ་ཚོ་གསལ་པོ་རེད་དེ་འདྲ་ཡིན་དུ་དེ་དང་མི་ལུས་ཐོབ་པ་དང། དགེ་སྒོམ་རུང་བ་ཟེར་ཏེ་ཚིག་གསུམ་པ་དེ་དེ་བཞིན་གཤེགས་པ་འབྱུང་བ་དང་དད་དང་མི་ལུས་ཐོབ་པ་དང་དགེ་སྒོམ་རུང་བ་ཟེར་དགེ་སྒོམ་ཟེར་ཏེ་དགེ་བ་ལ་གོམས་པ་ཟེར་ཡོད་རེད་ད་དགེ་བ་ལ་གོམས་པ་ཟེར་ཏེ་གོམས་ཚུལ་དེ་ལ་མགོ་ག་ནས་བཙུགས་དགོས་ཟེར་ན་ཐོས་པའི་ཐོག་ནས་གོམས་དགོས་ཀྱི་ཡོད་རེད་ཐོས་པའི་སྟོབས་ཀྱིས་བསམ་པ་འདྲེན་དགོས་ཀྱི་ཡོད་རེད་བསམ་པའི་སྟོབས་ཀྱིས་དགེ་བ་ལ་གོམས་དགོས་ཀྱི་ཡོད་རེད་ཐོས་བསམ་གཉིས་སྔོན་དུ་སོང་པས་དེའི་འབྲས་བུ་དེ་སྒོམ་པ་སླེབས་དགོས་ཀྱི་ཡོད་རེད་སྒོམ་པ་མེད་ན་ཐོས་བསམ་གཅིག་པུ་གིས་ཕན་གྱི་མི་འདུག་ག། དེ་འདྲ་ཡོང་དུས་ང་ཚོ་ཐོབ་དགོས་ཡ་དེ་དགོངས་པ་དེ་རེད། ཡིན་ན་ཡང་དགོངས་པའི་སྔོན་དུ་ཐོས་བསམ་འགྲོ་དགོས་ཀྱི་ཡོད་རེད་དེ་ལ་བརྟེན་ནས། གི་གོམ་ཟེར་ཡ་དེ་གོམ་ཟེར་ཡ་དེ་སྤྱིར་བཏང་གོམ་གྱི་ཚིག་རེད། སྒོམ་ཟེར་ཡ་དེ་སྤྱིར་བཏང་གོམ་པའི་སྐད་ཆ་རེད་བ། ཡིན་ན་ཡང། དེའི་སྐབས་ཀྱི་ཚིག་དེ་གི་གོམ་ཟེར་ཡ་དེའི་ཚིག་ཟུར་གྱི་གོམ་དེའི། རང་དུ་སྒོམ་གྱི་ཚིག་གི་གོམ་པ་དེ་སྐད་ཆ་མ་རེད། ག་རེ་ཟེར་ན་རྒྱུད་ལ་སྦྱར་དགོས་པའི་སྐད་ཆ་རེད་དགོངས་པའམ་དེ་ལ་ཉམས་སོགས་མྱོང་བའམ་དེ་བློ་འོད་སེམས་རྒྱུད་ལ་ཚུར་འབྱོར་དགོས་ཀྱི་ཡོད་པ་འོང་བ་དེ་ཅང་ཏུ་འབྱོར་ན་འབྱོར་རྒྱུད་ལ་ཡང་འབྱོར་དགོས་ཀྱི་ཡོད་པའི་སྐད་ཆ་དེ་ལ་དགོངས་པ་ཨཱས་ཐ་སྙད་དེ་བཏགས་ཀྱི་ཡོད་རེད་དེ་འདྲ་གི་བཏགས་དགེ་གོམས་ཟེར་དུ་དགེ་བ་ལ་ཨཱས་དགེ་བ་ལ་གོམས་དགོས་ཀྱི་ཡོད་རེད། དགེ་བ་ཟེར་ཡ་དེ། འདི་ནི་རྣམ་མཁྱེན་ལ་མིང་བཏགས་ཀྱི་ཡོད་རེད་བ། དེ་ཡི་རྒྱུ་དེ་ཐོས་བསམ་སྒོམ་གསུམ་རེད་དེ་འདྲ་རེད་བ། དེ་དང་དགེ་བ་ཟེར་བའི་སྐབས་དེ་སྐབས་ཀྱི་དགེ་བ་དེ། འབྲས་བུ་ལ་གོ་གི་ཡོད་རེད་འབྲས་བུ་རྣམ་མཁྱེན་ལ་དགེ་བ་ཞེས་ཐ་སྙད་བཏགས་ཀྱི་ཡོད་རེད་དེ་འདྲས་ཀྱི་རྣམ་མཁྱེན་དེ་རྒྱུད་བསྟན་བྱེད་ཡ་ལ། རྒྱུད་ལ་ལྡན་པར་བྱེད་པ་ལ། ལམ་གང་ན་བསྟན་དགོས་ན་དང་པོ་ཐོས་པའི་ཐོག་ནས། གཉིས་པ་བསམ་པའི་ཐོག་ནས་སྒོམ་པའི་ཐོག་མཐའ་མ་ཐོས་བསམ་སྒོམ་གསུམ་དེ་དབྱེར་མི་ཕྱེད་པའི་ཉམས་ལེན་གྱི་ཐོག་ནས། འབྲས་བུ་རྣམ་ཅན་ཐོབ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དགེ་བ་དེ་རྣམ་ཅན་ནས་བཤགས་དེའི་ཐོབ་བྱེད་དེ་གོམས་བྱེད་དེ་དགེ་སོ་སོ་རྣམ་ཅན་བྱེད་རྣམ་ཅན་དེའི་རྒྱུད་ལ་འབྱོར་བར་བྱེད་པ་ལ་ཡང་ནི་གང་གིས་འབྱོར་བྱེད་ཀྱི་ལམ་དེ་གོམས་པ་གོམས་པ་དེ་ཐོས་པ་དང་བསམ་པ་བསྒོམ་པ་གསུམ་ལ་བཤགས་རེད་ད་སྤྱོད་འཇུག་ནང་ན་དེ་རེ་བ་ཚིག་དེ་གས་གོམས་རུང་རུང་བ་སྲིད་དུ་ད་དར་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་པའི་སྐབས་སོགས་ལ་དེ་འདྲ་གི་དགེ་བ་གོམས་པའི་གིས་ང་ཚོ་ལ་མཐུན་རྐྱེན་དེ་ཚང་ཡོད་རེད་ནུས་པ་ཡོད་རེད། ཁ་ཐབས་ཡོད་རེད་འཇོན་ཐང་ཡོད་རེད་མ་འགྲུབ་པ་རེད་ག་ཅེ་ན་མ་འགྲུབ་རེད་བསམ་ན་བག་ཆགས་ངན་པ་ལེ་ལོ་ལེ་ལོ་ཟེར་བའི་སྐབས་སུ་ལྟ་སྒྱིད་ལུག་པའི་ལེ་ལོ་ལ་སོགས་པ་དང་ད་ནི་གཅིག་གི་སྙོམ་ལས་ཀྱི་ལེ་ལོ་ལ་སོགས་པ་མང་པོ་ཡོད་རོགས་དེ་ཚོ་གི་ལེ་ལོ་གི་དབང་དུ་སོང་བག་ཆགས་ངན་པའི་གི་དབང་དུ་སོང་ཡོང་དུས་དུས་ཚོད་འཕྲོ་བརླག་འགྲོ་གི་ཡོད་རོགས་པ་འོ་དེ་འདྲ་ཡིན་དུས་ད། དེ་འདྲའི་བག་ཆགས་ངན་པ་དེ་ཚོ་ཟློག་དགོས་ཡ་ལ་བརྟེན་ནས་དང་པོ་བླ་མ་བསྟེན་དགོས་ཡ་དགེ་བའི་བཤེས་གཉེན་བསྟེན་དེ་ཡི་མདུན་ནས་གདམས་ངག་ཁྲིད་ལ་སོགས་པ་ཞུས་ནས་བསླད་ནས་མི་ལུས་རྙེད་དཀའ་བ་དང་འཆི་བ་མི་རྟག་པ་ལ་བསམ་བློ་བཏང་ཡ་དེ་ཚོ་ཚང་མ་དེ་ལྟ་དགེ་བ་གོམས་བྱེད་ཀྱི་ཐབས་ལ་འགྲོ་གི་འདུག་བ་དེ་འདྲ་ཡིན་དུས་དགེ་གོམས་རུང་བ་དེ་ལྟ་བུ་དཀོན་ནའང་ཟེར་བའི་སྐབས་སུ་ད་ག་དུས་ཡིན་ན་རྙེད་བསྡད་ཡ་ཆེ་མ་རེད། གསང་ཆེན་འཇིག་རྟེན་དུ་བྱོན་ཡང་དེ་དཀོན་པོ་རེད། དེ་ཡི་རྗེས་སུ་དད་པ་ཐོབ་ཡ་དེ་ཡང་དཀོན་པོ་རེད། དང་ཆོས་ཀྱི་མི་ལུས་རྣམ་དག་ཐོབ་ཡ་དེ་ཡང་དཀོན་པོ་རེད། དང་ཆོས་ཀྱི་མི་ལུས་ཐོབ་ན་ཡང། ཡང་དག་པའི་གེ་ཆོས་ཉམས་སུ་ལེན་པའམ་དེ་ལ་གོམས་པ་ལ་ཡང་དཀོན་པོ་རེད། དེ་འདྲ་ཡིན་དུས་ད་རིང་ཐོབ་ཟིན་པ། དང་ཆོས་མི་ལུས་རིན་པོ་ཆེ་ཡང་ཐོབ་བསྡད་ཡོད་གསང་ཆེན་གྱི་བསྟན་པ་རིན་པོ་ཆེ་མཇལ། བླ་མ་དགེ་བའི་བཤེས་གཉེན་མང་པོ་ཅིག་མཇལ། ཨ་ནེ་དེ་འདྲ་གི་ཆུ་ཉམས་ལེན་བྱེད་ཐུབ་ཡག་གི་སོ་སོ་ལ་ཡང་ཁ་ཐབས་དང་ནུས་པ་ཡོད་པའི་སྐབས་འདི་ན་དུས་ཚོད་འཕྲོ་ལ་མ་བཏང་ད་ཞི་བ་ལས་ཚིག་དེ་རེད་བ་ཚུལ་ཁྲིམས་དེ་རེད་བ་ད་ཚུལ་ཁྲིམས་སྲུང་སྟངས་དེ་དེ་རེད་དེ་མ་གཏོགས་ཚུལ་ཁྲིམས་སྲུང་ཟེར་བའི་ཁར་སྡུག་རུས་བྱེད་པ་གཅིག་བྱས་ཆོག་གི་མ་རེད་གཉིས་བྱས་ཆོག་གི་མ་རེད་ཟེར་སྡུག་རུས་བྱེད་པ་དེ་ཚུལ་ཁྲིམས་མ་རེད་དེ་མ་རེད་ད་ང་ཚོ་མང་ཆེ་བའི་བསམ་བློ་ནང་ལ་ཡག་གཅིག་སྡུག་རུས་བྱས་ནས་ད་དེ་གཅིག་བྱས་ཆོག་གི་མ་རེད་བཅོམ་ལྡན་འདས་ཀྱིས་མ་བྱས་གསུངས་བཞག་དེ་བྱས་ཆོག་གི་མ་རེད་བསམ་ནས་ཨུ་ཚུགས་རྒྱབ་བྱས་ནས་སྡུག་རུས་བྱེད་པའི་སྐད་ཆ་མ་རེད་འོ་དེ་འདྲ་ཡིན་དུས་རྒྱུ་མཚན་བཤད་ནས། ང་ཚོ་གི་བསྟན་པ་ལ་ཡང་སངས་རྒྱས་ཀྱི་བསྟན་པ་ལ་འཇུག་ཡོང་དུས་བརྩམས་པ་ལ་རྒྱུ་མཚན་ཤེས་ནས་ཤེས་ནས་དད་པ་ཐོབ་དགོས་ཀྱི་འདུག་བ། འོ་དེ་འདྲ་ཡིན་དུས་རྒྱལ་ཁོམ་རོང་བ་དེ་ལྟ་བུ་བཀོད་ན་ནམ་ཞིག་ཐོབ་པར་འགྱུར་ཟེར་ཡག་གི་ཚིག་དེ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་ལ་འགྲོ་གི་ཡོད་རེད་འོང་ཐུག་ས་རེད། ད་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དེ་ཟོབ་ཟབ་བྱེད་ནས་ཕྱིན་ཅི་ལོག་པའི་གི་ལམ་ནས་ཚུར་ལྡོག་ནས་སོ་སོ་ཟབ་ཟབ་བྱས་ནས་བསྡད་ནས་ཅིག་གི་ཞོག་ཁད་ནས་བྱས་ནས་ཕར་ཚུར་འགྲོ་བའི་ག་སོ་ལ་ཡང་འདི་འདྲ་ཅིག་བྱས་པ་ཡིན་ན་སྐྱོན་འདི་འདྲ་ཞིག་ཡོད་བ། ལུས་ཀྱི་ཕྱིན་ཅི་ལོག་པ་ལ་འཇུག་ན། ཉེས་པ་འདི་འདྲ་ཞིག་ཡོད། ངག་གིས་ཕྱིན་ཅི་ལོག་པའི་གི་གཏམ་བཤད་ན་ཉེས་པ་འདི་འདྲ་ཞིག་ཡོད། ཡིད་ཀྱིས་ཕྱིན་ཅི་ལོག་པའི་གི་འདུ་ཤེས་དང་ཀུན་རྟོག་སྐྱེས་ན་ཉེས་པ་དང་སྐྱོན་འདི་འདྲ་ཞིག་ཡོད། སྐྱོན་དང་ཉེས་པ་དེ་ཡང་ཚེ་འདི་གི་སྐྱོན་དང་ཉེས་པ་ཙམ་མ་རེད། ཕྱི་མ། གནས་གཅིག་གི་ངན་སོང་མུ་མེད་པ་ལ་འགྲོ་ཡག་གི་སྐྱོ་ངལ་ཉེས་པ་དེ་འདི་འདྲ་ཅིག་ལ་ལྟ་ནས་ཡོང་གི་འདུག་ད་ལྟའི་ངས་བྱེད་ཕོད་ཀྱི་མེད། འཇིག་རྟེན་གྱི་ཁམས་འདི་ལ་ཡིན་ན་གཅིག་སོ་སོ་ན་སོང་པ་ཡིན་ན་ཡང་སྨན་ཁང་ནང་ལ་འགྲོ་དགོས་ཀྱི་འདུག་ཨམ་ཆིས་བསྟེན་དགོས་ཀྱི་འདུག་འགྲོ། འགྲོ་སོང་དང་དུས་ཚོད་མང་པོ་བཅས་བཏང་བྱས་ནས་དཀའ་ལས་མང་པོ་བྱས་ལ་ཡར་གདོང་ལེན་བྱས་ནས་ང་ཚོ་སྨན་བཅོས་བྱེད་ཀྱི་ཡོད་རེད་བ། དེ་དཀའ་ངལ་ལས་སངས་པ་དང། ད་ཁམས་གསུམ་འཁོར་བའི་སྡུག་བསྔལ་ཟེར་ཡག་དེ་མི་ཚེ་རེ་རེ་གཉིས་རེའི་སྐད་ཆ་མ་རེད། དེ་འདྲ་ཡོད་འདུག་ད་དེ་འདྲའི་སྡུག་བསྔལ་དེ་སུ་ཡང་འགྲོ་འདོད་མེད་མྱོང་འདོད་མེད་ད་དེ་འདྲ་མགྱོགས་དགོས་ན་ད་ངས་གཟབ་གཟབ་བྱེད་དགོས་ཀྱི་འདུག་བག་ཡོད་པ་བྱེད་དགོས་ཀྱི་འདུག་བསམ་ཡོད་འདུག་དེ་ཚུལ་ཁྲིམས་རྣམ་དག་དེ་འདྲས་སླེབས་སོང་བ། འདིར་སྤྲོ་བ་ལས་ཀྱི་འདུ་བ། ཚུལ་ཁྲིམས་སྲུང་བ་ལ་སྤྲོ་བ་ཡོད་རེད་ཚུལ་ཁྲིམས་མ་སྲུང་ལ་ཉེས་པ་མཐོང་གི་ཡོད་རེད་ཚུལ་ཁྲིམས་སྲུང་བ་ལ་ཡོན་ཏན་མཐོང་ཡོད་འདུག་ཚུལ་ཁྲིམས་འཇུག་པ་ལ་སྤྲོ་བ། ཚུལ་ཁྲིམས་ལ་འཇུག་པ་ལ་སྤྲོ་བ་དེ་འདུག་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ། ད་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་རྣམ་པར་དག་པའི་གཞིའི་སྟེང་ནས་དེ་ཀྱི་སྟེང་ལ་ཨ་བསླབ་པ་སེམས་ཀྱི་བསླབ་པའམ་བསླབ་པ་ཏིང་འཛིན་གྱི་ལས་ཡོད་རེད་དེ་ཟེར་བའི་སྐབས་སུ་ལ་སེམས་དེ་ཕྱིན་ཅི་ལོག་པའི་གྱི་གཞན་དབང་དང་རྣམ་སྨིན་ཁོ་ན་ལ་དབང་དུ་འགྲོ་ཡོད་འདུག་ཕྱིན་ཅི་ལོག་པའི་གྱི་ལམ་ལས་ཚུལ་བཟློག་ནས། ཡང་དག་པའི་དམིགས་པ་གཅིག་ལ་བཞག་ཡག་དེ་ཏིང་འཛིན་རེད། ད་ལྟ་སྤྱོད་འཇུག་གི་ནང་ལོགས་ལ་ཡང་བསམ་གཏན་ལེའུ་རྣམས་ལ་འདུག་ཀ་འཇུག་བསྡུ་ཡོན་དུ་དལ་བའི་སྒྲིབ་པ་སེལ་བའི་ཕྱིར་ལོག་པའི་ལམ་ནས་གླན་ཏེ་ཡང་དག་དམིགས་ལ་བཏགས་པར་ཡང་དག་གི་མཉམ་པར་བཞག་པར་བྱ་ཞེས་ནི་བསམ་གཏན་ལེའུ་འཇུག་བསྡུ་ཡོན་དུ་དེ་གསུངས་འདུག་ཀ། དེ་གསུངས་ཡོད་ཙམ་པ་ལ་དལ་བའི་སྒྲིབ་པ་སེལ་བའི་ཕྱིར་ཟེར་བའི་སྐབས་སུ་ཚིག་དེ་ཚིག་རྐང་དང་པོ་དེ་ག་རེ་སྟོན་པའི་རེད་བསམ་ན། ཡང་དག་པའི་ཤེས་རབ་རྒྱུད་ལ་སྐྱེ་བ་ལ། ཡང་དག་པའི་རྣམ་མཁྱེན་རྣམ་མཁྱེན། རྣམ་མཁྱེན་མངོན་དུ་བྱེད་ཡ་ལ་ཤེས་རབ་ལ་བརྟེན་དགོས། ཤེས་རབ་དེ་ག་རིགས་ཀྱི་ཤེས་རབ་ཟེར་ན། དེ་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཙམ་ཞིག་མ་རེད་དེ་སྐབས་ཀྱི་ཤེས་རབ་དེ་གང་ཟེར་ན། དེ་ནི་བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་ལ་གོ་གི་ཡོད་རེད་ཆོས་ཐམས་ཅད་ཀྱི་ཡིན་ལུགས་ཇི་བཞིན་དུ་ཤེས་པའི་ཤེས་རབ་དེ་ལ་གོ་གི་ཡོད་རེད། ཆོས་ཐམས་ཅད་ཀྱི་ཡིན་ལུགས་ཇི་བཞིན་དུ་ཤེས་པའི་རྒྱུད་ལ་མ་བྱས་ན། སྒྲིབ་པ་ཐམས་ཅད་སད་ཐུགས་དམར་བ། སྒྲིབ་པ་རགས་པ་ཙམ་མགོ་གནོན་ཙམ་ཡོང་གི་རེད། ཞེ་ནས་ལ་བསྟན་ཏོ་མགོ་གནོན་ཙམ་ཡོང་གི་རེད་མ་གཏོགས་སྒྲིབ་པའི་རྩ་བ་བཅད་ཡག་ལ་སྲིད་པའི་རྩ་བ་གཅོད་ཡག་ལ་བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་རྒྱུད་ལ་བསྐྱེད་དགོས་ཀྱི་ཡོད་རེད་དེ་འདྲའི་ཡོན་དུ་དེ་བས་སྒྲིབ་པ་སེལ་བའི་ཕྱིར་སྲིད་པའི་གི་སྒྲིབ་པ་དེ་སྒྲིབ་པ་ཕྲ་རགས་མཐའ་དག་སེལ་གྱི་ཡོད་རེད་ཉེས་པའི་ཉེས་པ་ཕྲ་རགས་མཐའ་དག་སེལ་དགོས་ཀྱི་རེད་དེ་སེལ་ཡག་ལ་ག་རེ་བསྐྱེད་དགོས་ཟེར་ན་བསམ་གཏན་ཙམ་ཞིག་ཕེབས་ཀྱི་ཡོད་མ་རེད་ཤེས་རབ་རྣམ་དག་རྒྱུད་ལ་བསྐྱེད་དགོས་ཀྱི་ཡོད་རེད་འདུག་བ། ཆོས་རབ་ཏུ་རྣམ་འབྱེད་ཙམ་མ་ཡིན་པ་བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་རྒྱུད་ལ་གཅིག་དགོས་ཡོད་རེད་དེ་འདྲས་ཀྱི་ཤེས་རབ་རྣམ་པར་དག་པ་སྐྱེ་བ་ལ་དེ་ཡིན་སྔོན་དུ་ག་རེ་འགྲོ་དགོས་ཟེར་ན་དལ་བའི་སྒྲིབ་པ་བསལ་བའི་ཕྱིར་ལོག་པའི་ལམ་ནས་སེམས་གླན་དགོས་རེད། དེ་སེམས་ཡོན་དུ། གཟུགས་ལ། གཟུགས་མཛེས་པ་དང་མ་མཛེས་པ། སྒྲ་སྙན་པ་དང་མ་སྙན་པ་ལ་སོགས་པའི་ཕྱིན་ཅི་ལོག་པའི་བློ་མང་པོ་ཞིག་འཇུག་བདེ་དེ་ཚུར་འདུག་དགོས་རེད་ཟེར་ཡོད་ད་གོ་བདེ་བོ་བྱས་པ་ཡིན་ན། ལོག་པའི་ལམ་ནས་སེམས་གླན་ཏེ་ཟེར་དུ་ཚུར་གླན་ནས། ཚུར་གླན་པའམ་ཚུར་ལྡོག་ནས། ཡང་དག་དམིགས་ལ་བཏགས་པ་ཡང་གསལ་བའི་སྐབས་སུ་བཏགས། བསམ་གཏན་བསྒོམ་པའི་སྐབས་སུ་ལ་དམིགས་པ་བསྒོམ་སྟངས་མང་པོ་ཡོད་རེད། འོ་ཅི། དེ་ཚོ་དྲན་བྱ་དང་བླ་མེད་ཀྱི་མན་ངག་མ་ཁྲིད་རིང་མོ་ཐོག་ནས་འགྲོ་གི་ཡོད་རེད། དཔེར་ན་བསྟན་བྱེད་ཀྱི་ཞི་གནས་དང། ད་ག་ན་ཤིང་གི་གཏད་མེད་ཀྱི་ཞི་གནས་ངོ་བོ་ཉིད་ཀྱི་ཞི་གནས་ལ་སོགས་པའི་ཞི་གནས་ཀྱི་དམིགས་པ་མང་པོ་སྟོན་གྱི་ཡོད་རེད། དེ་ནས་བསམ་གཏན་ལ་ཡང་དེ་ནང་བཞིན་གྱི་དག་མང་པོ་ཡོད་རེད། བདག་གཞན་མཉམ་པའི་གི་བློ་སྐྱེ་ཡ། བདག་གཞན་རྒྱལ་བའི་གི་བློ་སྐྱེ་ཡ་ལ་སོགས་པ་དེ་འདྲ་ཡོང་གི་འདུག་དེ་འདྲ་ལ་བསམ་བློ་བཏང་ཡོང་དུས་ཡང་དག་མིག་ལ་བརྟག་པར་ཡང་དག་གིས་མཉམ་པར་བཞག་པར་བྱ་ཟེར་ཡོང་དུས་བསླབ་པ་ཏིང་འཛིན་གྱི་བསླབ་པ་སྟོན་སོང་ང་ལྟ་དུས་གལ་ཆེན་པོ་རེད། དཔེར་ན་ཁང་པའི་སྦུག་ལ་ཡང་ལ་དང་མཆོད་མེ་ལ་སོགས་པ་པར་བཞག་ཡོད་ན་པར་ཡོད་ན། སྒོ་དང་སྒེའུ་དེ་བར་བསྡམས་མ་བསྡམས་ན། རླུང་གི་རྐྱེན་གྱིས་མར་མེའི་རང་བཞིན་སྲ་བ་ཡིན་ན་ཡང་རྐྱེན་རླུང་ལ་བརྟེན་ནས་མར་མེའི་གཡོ་འགུལ་ཐེབས། གཡོ་འགུལ་ཐེབས་ཡོང་དུས་དེའི་སྟོབས་ཀྱིས་ཁང་པའི་ནང་གི་དངོས་པོ་དེ་སེར་བོ་དེ་མཐོང་ཐུབ་ཀྱི་མི་འདུག་ག། མཐོང་ཐུབ་ཀྱི་ཡོད་མ་རེད། མར་མེ་ཁོ་རང་འོད་ཀྱི་རང་བཞིན་ཡིན་ན་ཡང་རྐྱེན་རླུང་ལ་བརྟེན་ཡོང་དུས་དེའི་གཡོ་འགུལ་གྱི་ནུས་པ་ལ་བརྟེན་ཡོང་དུས་ཁང་པའི་ནང་གི་དངོས་པོ་དེ་སེར་བོ་མཐོང་ཐུབ་ཀྱི་ཡོད་མ་རེད། དག་སྒོར་བསྡམ་སྒེའུ་ཁུང་བསྡམ། རླུང་མེད་ན་ཡང་ནི་མ་མེད། ཧྲི་ངེ་ཞེས་བཟླས་ཡོང་དུས་དེ་ཡི་འོད་དེ་གིས་ནང་གི་ངོ་བོ་གསལ་པོ་མཐོང་ཐུབ་པར་འདུག་དེ་ནང་བཞིན་དུ་སེམས་ཀྱི་རང་བཞིན་འོད་གསལ་ཡིན་ན་ཡང། འོད་གསལ་གནས་ལུགས་དང་ཤེས་རབ་སྟེ་རང་རེ་བ་ཡང་དག་པའི་ཤེས་རབ་དེ་དེ་རེད་འོད་གསལ་གནས་ལུགས་ཤེས་རབ་དེ་ཡིན་པ་ཡིན་ན་ཡང། རྐྱེན་ཡང་ནི་གཅིག་གིས་ལོག་པའི་ལམ་ལ་ཡ། འདུ་ཤེས་དང་ཀུན་རྟོག་གི་གཡེང་བའི་དབང་གིས་སེམས་ཀྱི་རང་བཞིན་འོད་གསལ་ཡིན་ན་ཡང་དེ་རྟོགས་ཐུབ་ཀྱི་ཡོད་མ་རེད། རྟགས་ཅན། འདུ་ཤེས་དང་ཀུན་རྟོག་ཕྱིན་ཅི་ལོག་པའི་རྣམ་སྨིན་དེ་ལས་དེ་དང་བྲལ་ཡོང་དུས། དེ་ནི་ཕྱིན་ཅི་མ་ལོག་པའི་བློའམ་ཡང་དག་པའི་འོད་གསལ། ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་འོད་གསལ་དེ་གསལ་པོ་མཐོང་གི་ཡོད་གསལ་པོ་གནས་ཀྱི་ཡོད་རེད་བརྟན་པོར་གནས་ཀྱི་ཡོད་རེད་ལྷིང་པོར་གནས་ཀྱི་ཡོད་རེད། དེ་ཡིན་དུ་ནང་གི་དངོས་པོ་མཐོང་ཐུབ་ཀྱི་རེད་བྱས་ནས་དཔེ་དེ་བཞག་ཡོད་རེད། འོ་དེ་འདྲ་ཡིན་དུས་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་ལ་མ་བརྟེན་ན་དེ་ལ་བརྟེན་ནས་བསླབ་པ་ཤེས་རབ་ཀྱི་བསླབ་པ་སྤྱད་ཐུབ་ཀྱི་ཡོད་མ་རེད། ད་ཏིང་ངེ་འཛིན་གྱི་བསླབ་པ་ལ་བརྟེན་ནས་སེམས་རང་སར་གནས་ཐུབ་པ། རང་སོར་ཆུད་ཐུབ་པ། སེམས་རང་ས་ལ་ཡང་ཇི་བཞིན་དུ་གནས་ཐུབ་པ། ཅན་རྣམ་རྟོག་ཕྱི་ཡི་ཅན་སྣང་བ་སྣ་ཚོགས་ནང་གི་ཅན་རྣམ་རྟོག་སྣ་ཚོགས་ཀྱི་གཡོ་འགུལ་དེ་ཐེབས་མ་ཐུབ་པ་བཅས་ག་སྲིད་ཡོང་པ་ཡིན་ན་ཡང་ཁོ་གཡོ་འགུལ་ཐེབས་མ་ཐུབ་ནས་རང་སར་ལྷོད་ཐུབ་ན། སྡོམ་གྱི་རྣམས་ཏིང་ངེ་འཛིན་གྱི་ཏིང་ངེ་འཛིན་གྱི་ངང་དེ་ལ་གནས་ཐུབ་ན་དེ་ལ་བརྟེན་ནས་དེ་དང་ལྷན་ཅིག་ཏུ་ཡོད་པའི་ལྷག་པ་ཤེས་རབ་ཀྱི་བསླབ་པ་ལྷག་པ་ཤེས་རབ་དེ་སྐྱེ་ཐུབ་ཀྱི་ཡོད་རེད། འཁོར་དེ་གཉིས་དབྱེར་མི་ཕྱེད་པར་བ། ངོ་བོ་སྟོང་ལ་རང་བཞིན་གསལ་བ་དེ་དབྱེར་མི་ཕྱེད་པ་ཡིན་དུ་གཅིག་གིས་གཅིག་འདྲེན་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་དུ་གསུམ་པ་དེ་བསླབ་པ་ཤེས་རབ་ཀྱི་བསླབ་པ་ད་བསླབ་པ་ཤེས་རབ་ཀྱི་བསླབ་པ་སྐྱེ་ཡོང་དུས་ཐབས་ཡག་ཤོས་སྙིང་པོ་ཡག་ཤོས་དེ་རེད། ཆགས་སོང་ཉོན་མོངས་པའི་བློ་དེ་དང་པོ་གང་ནས་ཀྱང་མ་སྐྱེས། ད་ལྟ་གང་དུ་ཡང་མ་གནས། མཐར་གང་དུ་ཡང་མ་སོང་སྐྱེ་འགག་གནས་གསུམ་དུ་ཕྲ་བ་རེག་བྱ་ཉོན་མོངས་ཟེར་ཡ་དེ་ཡང་བློ་ཡོད་པར་བཏགས་བཞག་པ་ཇི་འདྲའི་མང་དུ་ཐོན་ན་ཉོན་མོངས་རང་བཞིན་གྱིས་གྲུབ་པ་མི་འདུག་ཟེར་བསམ་བློ་བཏང་ཡོད་འདུག་གཉེན་པོ་ལོག་ནས་གཏན་ནས་ཉོན་མོངས་སྐྱོབ་མ་དགོས་པར་ཉོན་མོངས་ཀྱི་ངོ་བོ་ངོ་ཤེས་པས། ཉོན་མོངས་ཀྱི་ངོ་བོའི་ཡིན་ལུགས་དེ་ངོ་ཤེས་པས་ཉོན་མོངས་རང་སར་གྲོལ་བ། ཉོན་མོངས་རང་སར་ཞི་བ་ལྟ་སྟེ་སྤྱོད་འཇུག་རྣམས་ལ་འདུ་བ་ཉོན་མོངས་རྣམས་ནི་ཡུལ་རྣམས་མིན་ནས་དབང་ཚོགས་ལ་མེད་བར་སྣང་མེད་དེ་ལས་གཞན་རྣམས་མེད་ན་དེ་དག་གང་ནས་འགྲོ་བ་ཀུན་གནོད་བྱེད་འདི་ནི་རྒྱུ་འདྲ་དེ་ཕྱིར་སྙིང་ལམ་གྱི་དཔུང་ཤེས་ཕྱིར་བརྩོན་པ་སྟོན་དོན་མེད་ཉིད་དུ་བདག་ལ་དམྱལ་སོགས་རྣམས་སུ་གཅིག་ཏུ་གནོད་པར་བྱས་ས་ལེའུ་བཞི་པ་མཇུག་བསྡུ་ཡོང་དུ་ཡོད་རེད་བག་ཡོད་ལེའུ་མཇུག་བསྡུ་ཡོང་དུས། ཉོན་མོངས་རྣམས་ནི་ཡུལ་རྣམས་མིན་ནས་ཡུལ་ལ་ཡང་ཉོན་མོངས་མི་འདུག། རྣམ་པར་ཐར་པའི་བློ་ཡིས་སྐྱེས་སྣང་ཟེར་ཡོད་རེད་ད། ང་ཚོ་ཅི་སྣང་ཉོན་མོངས་ཡོད་རེད་བ་ཉོན་མོངས་ཡོད་མ་རེད་ཟེར་ན་རྫུན་རེད། ཡིན་ན་ཡང་ཉོན་མོངས་ཡོད་མ་རེད་ཟེར་གི་ཚིག་དེ་དུས་ཚོད་ཕྱེད་པར་བ་ཅིག་ལ་འགྲོ་དགོས་ཀྱི་ཡོད་རེད། དེ་གར་ཟེར་ན་ཇི་བཞིན་དུ་རྟོགས་པའི་གེ་ཉོན་མོངས་ཀྱི་ངོ་བོ་ངོ་ཤེས། ཉོན་མོངས་ཀྱི་རང་བཞིན་རྩ་བྲལ་ཡིན་པ་ཤེས་ཡོང་དུས་དེ་འདྲའི་ཤེས་མཁན་གྱི་རྒྱུད་ལྡན་གྱི་གང་ཟག་གི་ངོ་ལ་ནི་ཉོན་མོངས་རྣམས་ནི་ཡུལ་ན་མེད་ནས་དབང་པོ་དང་ཡུལ་གཉིས་ཀྱི་བར་དག་ལ་ཡང་མེད་དབང་པོའི་སྟེང་དུ་མེད་ད་དེ་ལས་གཞན་ན་མེད་ན་ནི་ཉོན་མོངས་དེ་ག་བ་འདུག། འདི་གར་ཅི་ནས་སེམས་ཅན་ལ་གནོད་པ་བྱེད་ཀྱི་ཡོད་རེད་གར་ཅི་ནས་འཁོར་བ་དང་ངན་སོང་ལ་ཡ་དེ་འདྲ་དོན་མེད་པའི་སྡུག་བསྔལ་ལ་སྦྱོར་གྱི་ཡོད་རེད་དེ་དོན་དག་མེད་པ་རེད་འདུག་ཟེར་དེར་བསམ་བློ་བཏང་ཡོང་དུས་འདི་ནི་རྒྱུ་འདྲ་ཟེར་རྒྱུ་འདྲ་ཟེར་དུས་ཁ་སང་མགོ་ལ་ཡ་ཤེར་ཕྱིན་འདུས་པའི་ནང་ལ་ཡོད་པ་གང་དེར་ཕུང་པོ་ལྔ་དང་སྒྱུ་མ་འདྲ་ཞིག་བཞིན་ཕུང་པོ་གཞན་དང་སྒྱུ་མ་བཞིན་དུ་མི་བྱེད་པ་སྣ་ཚོགས་འདུ་ཤེས་དྲག་ཞིང་ཟེར་ཡ་ཚིག་དེ་སྒྱུ་མ་དང་འདྲ་བ་ལས་ཡོད་རེད་དེ་འདྲ་ཡིན་དུས་འདི་ནི་རྒྱུ་འདྲ་དེ་བཞིན་སྙིང་ལ་འཇིགས་སྤོང་ཟེར་དུས་ཉོན་མོངས་ལ་འཇིགས་སྐྲག་ཅེས་གོ་གི་ཡོད་མ་རེད། ཁར་སང་ཉོན་མོངས་ཁོ་རང་རྩ་བ་དང་བྲལ་བ་རེད་རྩ་བ་དྲག་པ་རེད་དེ་བག་ཆགས་ཀྱི་སྟོབས་ཀྱིས་ཕྱིན་ཅི་ལོག་པའི་གི་གོམས་པ་ལ་བརྟེན་ནས་ཉོན་མོངས་ལ་ཉོན་མོངས་དུ་འཛིན་པའི་དབང་གིས་སྐྱོན་དེ་བྱུང་བ་རེད་ཉོན་མོངས་ཀྱི་རང་བཞིན་ཤེས་ན་ཇི་བཞིན་དུ་ཤེས་ཡང་དག་པར་ཤེས་ན་ཉོན་མོངས་རྩ་བྲལ་ཡིན་པ་ཤེས་ན་ཉོན་མོངས། ཁོ་རང་ངོ་བོ་དེ་གདོད་ནས་ཁོ་རང་ཕྱག་རྒྱ་ཆེན་པོའི་སྐབས་སུ་ཡིན་ན་ལྷན་ཅིག་སྐྱེས་པའི་གི་རང་བཞིན་ཆགས་དེ་ཡོད་རེད་མ་གཏོགས་དེ་ལས་ལོགས་སུ་གྱུར་པ་ཡོད་མ་རེད། རྫོགས་པ་ཆེན་པོའི་སྐབས་སུ་རྩ་དང་རྩ་གི་རོལ་པ་ཟེར་ཅིག་གཉིས་འདུག་ག། རྫོགས་ཆེན་སྐབས་སུ་དེ་བཤད་ཡོད་རེད། རྩ་ལ་ཟེར་བའི་སྐབས་སུ་སྤྱི་དང། སྣང་བ་ག་རེ་ཤར་བ་ཡིན་ན་ཡང་དེ་ཐམས་ཅད་དེ་ཀུན་ཏུ་བསམ་ཕོད་ཀྱི་རྩལ་རེད། རྩལ་རེད་བ། ད་རྩལ་གྱི་རོལ་བ་ཟད་ཡོང་དུ་བརྩམས་པ་ལ། དེ་ལ་ཡང་ཞེན་འཛིན་བཅས་ན་འཛིན་པ་ཕྲ་རགས་ཀྱིས་བཅིངས་སོང་ན་དེ་ལ་རོལ་བ་ཟེར་གྱི་ཡོད་རེད། རྩལ་དང་རྩལ་གྱི་རོལ་བ་གཉིས་དེ་དབྱེ་བ་ཆེར་མ་ཤེས་ཡོང་དུ་རྫོགས་ཆེན་སྐབས་སུ་ལ་ཡང་འགའ་ཞིག་མགོ་འཁྲུག་གི་ཡོད་བ། དེ་འདྲ་ཡིན་དུ་སྤྱིར་རྩལ་ཟེར་ཤེས་བ་མ་ཡིན་པར་རྩལ་དང་རྩལ་གྱི་རོལ་བ་གཉིས་པོ་དེ་དབྱེ་བ་ཕྱེས་ནས་རྩལ་དེ། ཀུན་ཏུ་བཟང་པོའི་ཀློང་ལས་ཤར་བའི་རྟེན་སྣ་ཚོགས་པ་དེ་བྱས། ད་དེ་ལ་ཡང་གཞན་ཅིག་འཛིན་ནས་ཡིན་ལུགས་མ་ཤེས་པའི་གཞན་ཅིག་འཛིན་ཡོན་དུ་རོལ་བ་སེམས་མིང་བཏགས་པ་རེད། རེད་འདུག་ག། འོ་དེ་འདྲ་ཡིན་རེད་བསམ་པ་ན་ད་ལྟ་འདིའི་སྐབས་སུ་ལ་ཡང་ཤེས་རབ་བསླབ་པ་ཤེས་རབ་ཀྱི་བསླབ་པ་དེ་གིས་ཉོན་མོངས་རྩ་བྲལ་ཡིན་པ་ཤེས་ཉོན་མོངས་ངོ་བོ་གདོད་ནས་རང་ཤེས་སུ་མ་གྲུབ་པ་རང་བཞིན་གྱིས་མ་གྲུབ་པའི་ཤེས་ཡོན་དུ་དེ་ཡི་སྟོབས་ཀྱིས་དེ་ནི་གཉེན་པོའི་སྟོབས་ཀྱིས་ཉོན་མོངས་སྐྱོན་མ་འགོག་པ་ཉོན་མོངས་རང་སར་ཟད་པ་རེད་ད་སངས་རྒྱས་ཀྱི་མདོ་ཚན་ནང་ངོ་ལ་ཡ་སྐབས་སྐབས་སུ་ལས་དང་པོ་པ་རྣམས་ལ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གཙོ་བོར་སྟོན་པ། ཅུང་ངོ་སེ་རྒྱུད་སྨིན་པ་རྣམས་ལ་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་གཙོ་བོར་སྟོན་པ། དབང་པོ་ཤིན་ཏུ་རྣོན་པོ་རྣམས་ལ་བསླབ་པ་ཤེས་རབ་ཀྱི་བསླབ་པ་གཙོ་བོར་སྟོན་ཡོད་རེད་ཡིན་ན་ཉམས་སུ་ལེན་པའི་སྐབས་སུ་རིམ་པ་གསུམ་ཀ་འགྲོ་དགོས་ཀྱི་ཡོད་རེད་དང་པོ་བསླབ་པ་ཚུལ་ཁྲིམས་གཉིས་པ་ལྷག་པར་ཏིང་འཛིན་ལ་ནི་བཞི་པ་གསུམ་པ་དེ་ལ་ཡ

ཨོ་དེ་རིང་སྐད་ཆ་གསར་བ་ཅིག་གོ་སོང་བསམ་ས་འདྲ་བོ་ཅིག་ཡོང་གི་རེད་བ་ཤེས་བྱ་གསར་བ་ཆགས་ཀྱི་རེད་སྐད་ཆ་གསར་བ་རེད་དེ་ནས་སྐད་ཆ་གསར་བ་དེ་ལ་བསམ་བློ་ནན་ཏན་བྱེད་ཀྱི་ཡིན་ན་དོན་དག་ཡོད་རེད་ག་རེ་ཟེར་ན་དེ་ངས་དེ་ག་ཚད་བཤད་ཆགས་པ་མ་ཡིན་པ་ཅིག་གི་གསུང་རབ་དགོངས་འགྲེལ་ནང་ལ་གསུངས་པ་དེ་མདོར་བསྡུས་ནས་བཤད་པ་ཡིན་མདོར་ན་དེ་ནས་ཅིག་གི་སོ་སོའི་བག་ཡོད་པ་བྱེད་ཡག་ཤེས་ཤིང་དང་དྲན་པ་ལ་བརྟེན་དགོས་ཡག་ལུས་ངག་ཡིད་གསུམ་དེ་གཅིག་ཏུ་བསྡོམས་བྱས་ནས་དགེ་བ་རྣམ་དག་བསྒྲུབ་པ་ཡིན་ན་དུས་ཚོད་འཕྲོ་བརླག་མ་འགྲོ་བ། ཆོས་གང་དང་གང་ཉམས་ལེན་བྱེད་པ་དེ་ཞིག་གིས་སོ་སོའི་སེམས་ལ་ཡང་ཕན་ཐོགས་ཡོང་པ་ཅིག་དང་ཕན་ཐོགས་ཡོང་ཐུབ་པ་ཅིག་བཟོ་ཐུབ་ཀྱི་རེད། འོ་དེ་རེད་ད་བཀའ་འགྱུར་ནང་ལོགས་ལ་ཡང་དེ་འདྲ་ཅིག་ཡོད་ས་རེད། མདོ་ཚན་མང་པོ་ཅིག་ཁ་ཚང་བཤད་པ་ལྟར་གཟུངས་དབང་གི་ཞུ་བའི་མདོ་ད་ག་ན་ཤིང་གི་ཅིག་དང་ད་ལྟ་ཡིན་ན་མདོ་དེ་ཏིང་འཛིན་རྒྱ་བོ་རེད་ཏིང་འཛིན་རྒྱ་བོ་ནང་ན་ཏིང་ངེ་འཛིན་གྱི་ལེའུ་གཙོ་བོ་གསུང་གི་ཡོད་རེད་ད་དེ་འདྲའི་ནང་ལོགས་ལ་ཡང་ཅིག་གང་ལྟར་བཀའ་འགྱུར་ཟེར་ཡ་དེ་གཤམ་བཞག་ཡག་དང། ཞབས་བརྟན་བྱེད་ཡག་དང་རིམ་གྲོ་སྒྲུབ་ཡག་ཅིག་རེག་མི་འདུག་དེ་གི་ནང་དོན་དེ་ལ་ཡང་བསམ་བློ་བཏང་ཤེས་ན། ལས་ནི་བཅོམ་ལྡན་འདས་ཀྱིས་གང་ཟག་གཅིག་འཚང་རྒྱ་བའི་གྱི་ལམ་གྱི་རིམ་པ་དེ་བང་བསྒྲིགས་ནས་གསུངས་བཞག་པ་དེ་འདྲ་ཞིག་རེད་བཞག་ད་ང་ཚོ་ཉམས་སུ་ལེན་དགོས་ཀྱི་འདུག་བཀའ་འགྱུར་དེ་ཡང་ཉམས་ལེན་གྱི་ནང་ལ་འགྲོ་དགོས་ཀྱི་འདུག་བསམ་པའི་གྱི་བསམ་བློ་གཅིག་ཁོག་པོ་རེད་འདི་ལ་ཕན་ཐོགས་ཡོད་རེད་འོ་ཐུགས་གསལ་ཞུ་ཡག་ཡིན། ད་ད་ག་ཡིན་མཚམས་ཏེ། མདོ་སྡེ་འཛིན་པའི་ཕན་ཡོན་གྱི་ལེའུ་སྟེ་སུམ་ཅུ་རྩ་གསུམ་པའོ།